ལྷར་བྱས་སྟོན་པ་སངས་རྒྱས་ཀུན་གྱི་ངོ་རྒྱལ་ཁྲིད་བཞི་སྟོང་དམ་ཆོས་འབྱུང་ཡོད་ན་འཕགས་ཚོགས་ཀུན་གྱི་དབུས་ན་ལང་ངེ་བ་སྤྲིན་ཆང་ལཱ་མ་རྣམས་ལ་ཕྱག་འཚལ་ལོ། མཁའ་མཉམ་འགྲོ་ལ་མཁྱེན་བརྩེར་རབ་དགོངས་ན་གྲངས་མེད་སུམ་དུ་ཚོགས་གཉིས་རབ་རྫོགས་ཤིང་སྟོང་གསུམ་མི་མཇེད་བྱིན་གྱིས་དཔལ་གྱུར་པ་འདྲེན་མཆོག་ཤཱཀྱའི་ཏོག་ལ་ཕྱག་འཚལ་ལོ། ཨེ་ནས་དགའ། ཨེ་ནས་ཆོས་བརྗོད་ཨེ་ནས་སྔོན་དུ་བཏང་སྟེ། ཨེ་ནས་ད་དེ་རིང། ཨེ་ནས་དགའ་ལམ་གཙོ་རྣམ་གསུམ་མི་སྐོར་ལ།

གསུངས་པ་བཟང་ན་དེ་ནས་ལམ་གཙོ་རྣམ་གསུམ་པོ་ཁྱེར་ཏེ་ན་ཨེ་ནས་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་ཨེ་ནས་མགར་དགོངས་བློ་བཞི་བཅུ་བཞག་གཤིག་བཞག་གཉིས་ཨེ་ནས་བཟླས་པར་བྱས་ཀྱི་ན་ཨེ་ནས་ལྗགས་རྩོམ་མཛད་དཀའ་ནི་དེ་ནས་ག་ཕྱག་སྤེལ་བྱེད་ཀྱི་ནུབ། ཨེ་ནས་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ཁྱེར་ཏེ་ན་ཨེ་ནས་ང་དང་སྟུར་རྒྱུད་ན་འཇམ་དབྱངས་མི་ཡི་རྣམ་འཕྲུལ་ཞུ་བ་ནུབ་ཨེ་ནས་ག་རྗེ་བཙུན་འཇམ་པའི་དབྱངས་ཨེ་ནས་འགྲོ་བ་སེམས་ཅན་གྱི་དོན་མཛད་ད་ལ་ཨེ་ནས་དངོས་སུ་མི་ཡུལ་འཇིག་རྟེན་འདི་ག་བསྐྱོད་དེ་ཨེ་ནས་བསྡད་ན་ཡང་ཨེ་ནས་བོད་གངས་ཅན་གྱི་ལྗོངས་སུ་ཨེ་ནས་འཁྲུངས་ས་མཛད་དེ། ཨེ་ནས་དང་པོར་རྒྱལ་ཆེན་ཐོས་པ་མང་དུ་སྩལ། བར་དུ་གཞུང་ལུགས་ཐམས་ཅད་གདམས་པར་ཤར། ཐ་མར་ཉིན་མཚན་ཀུན་ཏུ་ཉམས་སུ་བླངས། ཀུན་ཀྱང་བསྟན་པ་རྒྱས་པའི་ཆེད་དུ་བསྔོ། ཨེ་ནས། གསུང་སྐད་སྣང་བཙོག་ལ། ཨེ་ནས་ཁོང་ཨེ་མཛད་པ་རྣམ་ཐར་སྨྲ་མང་པོ་ཞིག་གིས་སྟོན་ནོ། ཨེ་ནས་ཁོང་ཨེ་མཛད་པ་རྣམ་ཐར་ཚང་མ་ང་དང་གཞུ་བཟང་ན་གཞུ་ཚར་ཆེས་ཁོ་རང་མེད་སྐད། ཨེ་ནས་གསུངས་པ་བཟང་ན་དག་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་ཨེ་ནས་དགའ། ལམ་གཙོ་རྣམ་གསུམ་པོ་ཁྱེད་དེ་ན། ཨེ་ནས་དངོས་སུ་གསུང་ས་ཁྱེར་དེ་ནའང་ཨེ་ནས་ག་ཚ་ཀོ་དཔོན་པོ་ངག་དབང་གྲགས་པ་བཞུགས་ག་འདུག་ཨེ་ནས་ཁོང་རང་གི་སློབ་མ་བཞུགས་ཟེར་ནོག་ཨེ་ནས་ཁོང་ཨ་ཨེ་ནས་གསུང་ཨ་ཛད་ཀྱག་དེའང་ཁྱེར་དེ་ན་ང་དང་ཕྱག་བྲིས་སི་ཚུལ་དུ་ཨེ་ནས་སྐུར་ཨ་ཛད་ག་ནས་ཨེ་ནས་གསུང་རྩོམ་བྱེད་ཀྱི་ནོག་ཨེ་ནས་གསུང་པ་བསམ་ན་ད་ཚ་ཀོ་དཔོན་པོ་ངག་དབང་གྲགས་པ་བཞུགས་ག་འདུག་ཁྱེར་དེ་ནའང་ཨེ་ནས་ཤར་རྒྱ་མོ་རོང་ཕྱོགས་ལ་འཁྲུངས་ཏེ

སོང་པ་བཟང་ན་ཨེ་ནི་ཚ་གོར་དཔོན་པོ་ངའང་སྐྲག་པའམ་ཡ་མེད་ན་ནི་ད་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པའི་དངོས་ཀྱི་སློབ་མ་ཨ་ཨེ་ནི་ཁོང་ཨེ་ནི་སློབ་སྦྱོང་མཛད་ཚར་ཏེ་སྟེང་ན་ཡང་རང་གི་ཨེ་ནི་འཁྲུངས་ཡུལ་ཨེ་ནི་ཤར་རྒྱ་མོ་རོང་ཕྱོགས་ལ་དོར་འདུག་ན་ཨེ་ནི་ང་དང་ཨེ་ནི་ཨ་ཁམས་ཕྱོགས་ལ་ཨེ་ནི་སྐྱོད་ད་མཛད་དེ་ཨེ་ནི་སྟན་པ་དང་འགྲོ་བའི་དོན་ཨེ་ནས་བསམ་གྱིས་མི་ཁྱབ་པ་ཅིག་མཛད་སྐད་དེ་ནས་ཨེ་ནས་ཁོང་རང་གིས་ཨེ་ནས་ཀ་དམ་རྒྱ་མཚོ་སོགས་ཁྱེར་ཏེ་ནང་ཨེ་ནས་འཇམ་མགོ་གཙོ་བོར་རྩ་བའི་བླ་མ་གཙོ་གཅིག་ཨེ་ནས་འཇམ་མགོ་བླ་མ་ཙོང་ཁ་པ་ཆེན་པོ་བཞུགས་ཟེར་ནོ་ཨེ་ནས་ཁོང་འོས་སྤྲུངས་ན་ཁོ་རང་ཁ་ལེན་ཅི་མཛད་དེ་རྒྱག་ཟེར་ན་ཤར་རྒྱལ་མོ་རོང་ཕྱོགས་ལ་ཨེ་ནས་འཇམ་མགོ་བླ་མ་ཙོང་ཁ་པ་ཆེན་པོས་སྟར་འབག་ཁྱེར་ཏེ་ནང་ཨེ་ནས་ཧ་ཅང་ལྟར་སྐྱབས་ཆེན་པོ་བཞུད་བྱ་སའི་ཨེ་ནས་ཁ་ལེན་མཛད་དེ་བ་ས་ན་ཨེ་ནས་ཁོང་འོས་ང་དང་རྡག་ས་ཨེ་ནས་ཁམས་ཕྱོགས་ལ་ཨེ་ནས་དགོན་པར་རྒྱ་དང་རྒྱ་ཨེ་ནས་བཏབ་པ་མཛད་སྐད་ཨར་ཞོན་ཨེ་དེ་ན་ཡང་དག་ས་ང་དང་ཨེ་ཚན་པོ་ས་ནས་འཇིག་ཨེ་ང་དང་དགོན་བརྗོད་ཅེས་པ་ཤི་དེ་ན་ཨེ་ཨ་མདོ་ཕྱོགས་ལ། ད་ཚང་དགོན་པ་ཟེར་མཁན་ཅིག་བཞུགས་ཟེར་སྐྱག་དེ་ནས་ད་ཚང་དགོན་པ་ཟེར་མཁན་པོ་ཤི་དེ་ན་ཨེ་ད་རྒྱུག་རྒྱུག་རྒྱུག་ཨ་ཨེ་ཁོང་ཨེ་ཁྱེར་དེ་ན་ཨེ་ད་དེ་ད་དེ་ན་ཚང་ཟེར་པ་ས་ན་སྤྱི་ཚང་ཟེར་པ་ས་ན་ཨེ་དགོན་པ་རྒྱ་ན་རྒྱ་ཨེ་དགའ་རང་གི་དྲིན་ཅན་རྩ་བའི་བླ་མ་འཇང་དགོན་བླ་མ་ཙོང་ཁ་པ་ཆེན་པོས་ཨེ

ཨེ་ནས་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ལ་སྔར་ལ་ཨི་ངོ་ཨ་ཨེ་ནས་གཞུ་ཡིག་ཅིག་ཕུ་ལ་ཛ྄་ཀྱག་ཨི་གེ་ཡིག་སྐུ་ར་ཛ྄་ཀྱག་ང྄྄་ཨེ་ནས་ད་ངེད་རང་ཡིན་ཨེ་ནས་ག྄་ཨེ་ནས་ཐུགས་ཀྱི་ར྄ྒོང་ས྄་ནང་བཞིན་ཅིག་ཨེ་ནས་ག྄་ཤར་རྒྱལ་མོ་རོང་སྡེ་ན་ཁམས་ཕྱོགས་ལ་ཨེ་ནས་དགོན་པ་མང་པོ་ཨེ་ནས་བཏབས་ཏེ་ཕྱག་བཏབ་པ་ཛ྄་སྟེ་ཨེ་ནས་དགོན་པ་མང་པོའི་ནང་ཨེ་ནས་འདུལ་ཁྲིམས། ཨེ་ནས་དེ་སྣ་ཚོགས་ལ་སྔགས་དང་སྔགས་ཀྱི་ཆོ་ག་ཕྱག་ལེན། ཨེ་ནས་དེ་སྣ་ཚོགས་ལ་གཞུང་གི་དེ་ནས་ཐོས་བསམ། ཨེ་ནས་མཛའ་ལུགས་མཛའ་ཐང་ཚང་མ་ངེད་རང་ཐུགས་དགོངས་ནང་བཞིན་གྱི་སྔགས་མང་པོ་ཞིག་བཏབ་བསྡད་ཡོད། ཨེ་ནས་བསྟན་པ་དང་འགྲོ་ཡས་དོན། ཨེ་ནས་སྤྱོད་འཇིག་ཡོད་མོད་ཏེ་ཡི་གེ་ཞིག་ཕུལ་པ་ས་ན་ཨོ་དི་ཡི་ནས་ཨིག་ལན་ཙོས་པོ་ལ། ཨེ་ནས་གཱ་གྱེས་དེ་ནང། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་ཨེ་ནས་ལམ་གཙོ་རྣམ་གསུམ་ཨེ་ནས་ལྗགས་རྩོམ་མཛད་དེ། ཨེ་ནས། རྩ་སྒོ་དཔོན་པོ་ཨེ་ནི་ངག་དབང་གྲགས་པ་ལ་སྐུ་ར་མཛད་པ་བཟང་ན་གསུངས་པ་བཟང་ན་བདག་ས་ལྔ་དང་ཨེ་ནི་ལམ་གཙོ་རྣམ་གསུམ་འདི་རིང་ང་དང་གཞུད་བཅས་སྲིད་ལམ་གཙོ་རྣམ་གསུམ་པོ་ཁྱེད་དེ་ནང་ཨིན་ན་གཟུགས་ཀྱི་ཚིག་དང་ཉུང་ངུ་འཇིགས་ནི་མེད་ཀྱག་ཨི་ནང་དེ་ནང་ང་ཁྱེད་དེ་ནང་སྟོན་བདག་ཧ་ཅང་རྒྱ་ཆེན་པོ་ཨེ་ནི་ད། ང་དང་ཨི་གཟུགས་ཀྱི་བདུད་བཏང་ན་ཨེ་ནི་ཨིན་ན་གཟུགས་ཀྱི་སངས་རྒྱས་བཅོམ་ལྡན་འདས་སྲིད་མདོ་སྔགས་ཀྱི་གཞུང་ཐམས་ཅད།

ལམ་གཟན་པོ་གཅིག་གིས་སངས་རྒྱས་ཀྱི་ས་ལ་སངས་རྒྱས་སུ་བཀོད་པའང་བགྲོད་པར་བྱ་བས་ལམ་གསུངས་པ་སངས་ལམ། དེས་ན་གཙོ་བོ་གཟན་པོ་གཅིག་གིས་སངས་རྒྱས་སུ་ས་ལ་ཡང་མིན་སངས་རྒྱས་སུ་བཀོད་པའང་ཕྱག་རྒྱ་སེ་ལམ་པོ་ལ་ཁག་ཆེ་བ་ཡང་མིན་གཙོ་བོ་ཚོགས་པོ་བདུད་དང་ནི་རྩ་མེད་ནང་བསྡུ་བ་ནོ་ཟེར་ན་རྣམ་པ་གསུམ་དུ་བསྡུ་བ་ནོ་ཟེར་ཏོ། ད་རྣམ་པ་གསུམ་པོ་ཅི་ནོ་ཟེར་ན་ངེས་འབྱུང་བྱང་སེམས་ཡང་དག་པའི་ལྟ་བ།

འདི་སུའི་རྫ་སྐྱག་ཟེར་ན་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ། ཨེ་ནི་སུ་ལ་དངོས་སུ་སུ་ལ་གསུངས་སྐྱག་ཟེར་ན་དངོས་སུ་ཨེ་ནི་ཚ་ཀོ་དཔོན་པོ་ངག་དབང་གྲགས་པ་ལ་ཨེ་ནི་རྒྱུད་ན་ཨེ་ནི་ང་དང་ད་སྐལ་ལྡན་གྱི་གདུལ་བྱ་ཨེ་ནི་ཚང་མ་ལ་ཨེ་ནི་གསུང་ཨ་ཛ་དེ་ནོག་གསུངས་པ་ས་ན་ང་དང་ཨེ་ནི་དགའ་ཁྱེད་དེ་ན་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་གསུངས། ཨེ་ནས་དགའ་ལམ་གཙོ་རྣམ་གསུམ་མ་ཨེ་ནས་སློབ་སྦྱོང་ཡང་མེད་ན་ང་དང་ཐོས་བསམ་བཅོས་ན་ཨེ་ནས་བདེན་པ་རང་ཨེ་ནས་རང་ཉིད་ཀྱི་ཨེ་ནས་ཚེ་འདིའི་དོན་ཐམས་ཅད་ཨེ་ནས་ཚེ་རབས་ཕྱི་མ་རྣམས་ཀྱི་དོན་ཐམས་ཅད་རང་གི་དོན་ཐམས་ཅད་གཞན་གྱི་དོན་ཐམས་ཅད་ད་ཨེ་ནས་དགའ་ཁྱེད་དེ་ནང་གཞུང་འདི་བདེན་པ་ཨེ་ནས་བསམ་གྱིས་མི་ཁྱབ་པར་བརྗོད་བྱ་ཧ་ཅང་གཏིང་ཟབ་པོ་ཡིན་པ་བསམ་ན་ད་དེ་རིང་ན་བཟུང་སྟེ་ཨེ་ནས་བཞག་མ་ཁ་ཅིག་དེ་ནས་ངའི་ཆོས་གྲོགས་ལྷན་རྒྱས་ཚང་མ་ལ་ཨེ་ནས་ད་ང་ཨིན་ན་བཟོ་གི་ག་རྒྱ་ས་པ་ཞིག་དང་ཨེ་ནས་ཏིང་ཚུ་བོ་ཅིག་ངར་ད་ཅི་སྔ་ན་བཞུགས་ག་ན་བཞུགས་ཤེས་ས་མ་རོ་ཨིན་ན་མདོར་བསྡུས་མདོར་བསྡུས་བྱོས་ཏེ་ཨེ་ནས་ཁོང་ཨེ་རེ་བ་མ་ཅག་ཙམ་ཞིག་ཨེ་ནས་ངས་བཞུད་བྱ་སྲིད་ཨེ་ནས་ཐབས་ལ་བརྩོན་བྱེད་ཟིན་ཟེར་ཏེ་བཞུད་བྱ་ཡིན། སོང་པ་བསམ་ན་ད་ལམ་བཙོ་རྣམ་གསུམ་ཟེར་རན་པོ་ཅིག་ཨེ་ནས་ག་ཁྱེད་དེ་ནང་བདག་ས་སྔ་ལ་བཞུགས་ག་ན་བཙོག་ལ། ཨེ་ནས་ད་ལམ་བཙོ་རྣམ་གསུམ་ཨ་ཨེ་ནས་ང་དང་ཨ་ད་གོ་མེད་ག་བཞུགས་མ་བཞུགས་ཨ་ས་སྔ་ལ། ཨེ་ནས་སྲབ་བཅད་ཨེ་ནས་ང་དང་རྒོས་དེ་བཞུགས་གོ་ཤཱས་པོ་ཨེ་ནས་ང་དང་བཞུགས་འཁྲུག་མ་འཁྲུགས་སེ་ཤཱས་སེ་ཕི་ཨ་མ་ཧག་ཅན་ཨེ་ནས་སྐྱོ་ད་ནོག།

ཨེ་ནས་དེ་ན་ཡང་དག་མཆོད་པར་བརྗོད་པ་ཟེར་རན་པོ་ཅིག་ཨེ་ནས་ག་གེ་དེ་ནང་ཡུལ་ཁྱད་པར་ཅན་ལ་མཆོད་པར་བརྗོད་པ་གཞོན་ནོག་ཨེ་ནས་ཡུལ་ཁྱད་པར་ཅན་ལ་མཆོད་པར་བརྗོད་པའི་ཨེ་ནས་ཚིགས་པོ་ཨེ་ནས་ཅི་ནོག་ཟེར་ན་ཨེ་ནས་རྗེ་བཙུན་བླ་མ་རྣམས་ལ་ཕྱག་འཚལ་ལོ་ཟེར་ཀན་པོ་ཨེ་ནས་ག་གེ་དེ་ནང་རྗེ་བཙུན་བླ་མ་རྣམས་ལ་ཕྱག་འཚལ་ལོ་ཟེར་རན་པོ་ཅིག་འོ་ན་ཨེ་ནས་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་ཨེ་ནས་ག་ཨེ་ནས་གཞུང་འདི་མར་སོ་མ་སངས་སྔན་ལ་ཨེ་ནས་ཡུལ་ཁྱད་པར་ཅན་ལ་ཨེ་ནས་ག་ཨེ་ནས། ཕྱག་དང་མཆོད་པ་ལ་སོགས་པ་ནི་བཅའ་གོ། སྤྱོད་གོ་ཤ་ཟེར་དེ་ནས་འགོ་སྤར་རྒྱུ་མཚན་པོ་ཅི་ནོག་ཟེར་ན། ནི་ག་གེ་དེ་ན་ང་དང་དེ་ནས། འདོད་ན། ཅི་གསུངས་སྟེ་ཡོངས་ཅན་བཞུགས་ན། རྣམ་དཀར་ལ་ནི་གང་བྱས་ཀྱང་དེའི་སྔོན་དུ་རྒྱལ་བ་ཆོས་ཟེར་ཏེ་གསུངས་སྟེ་གསུངས་པ་ས་ན་ཀྱིས་བུ་དམ་པ་རྣམས་ཀྱིས། རྣམ་དཀར་གྱི་བཅའ་བ་ཁྱད་པར་ཅན་ཡང་མེད་ན་ཕྱག་ལ་བཟང་པོ། སྒོ་མ་བཙུགས་ཨ་སངས་སྔན་ལ་ནི་རང་ཉིད་བཏགས་པ་ཡོད་ཚེ་རང་ཉིད་ཀྱིས་དེ་ནས་སྐྱབས་ཡུལ་དམ་པ་རྣམས་ལ།

བསྟན་པ་དང་འགྲོ་བའི་དོན་བརྗོད་ཀ་ནས་སྐྱེས་བུ་ཅིག་ཏུ་ཨེ་ནས་ག་ཧ་གོ་དེ་ཡོང་ཨ་ནོག། གསུངས་པ་བསམ་ན་ད་དེ་དང་མཐུན་པར་ཨེ་ནས་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་བསང་ཨེ་ནས་ལམ་རྩོམ་རྣམ་གསུམ་མར་རྩ་མ་སངས་སྔན་ལ་ཨེ་ནས་ཡུལ་ཁྱད་པར་ཅན་ཨེ་ནས་རང་གི་དེ་ནས་དྲིན་ཅན་རྩ་བའི་བླ་མ་ཨེ་ནས་ག་དང་དངོས་དང་བརྒྱུད་པའི་བླ་མ་ཐམས་ཅད་ལ་ཨེ་ནས་མཆོད་པར་བྱོས་ཏེ་ཨེ་ནས་ཚིགས་སུ་བཞེས་ཏེ་ན་ཅི་ནོག་ཟེར་ན་རྗེ་བཙུན་བླ་མ་རྣམས་ལ་ཕྱག་འཚལ་ལོ། ད་ང་དང་དེ་ག་ན་ང་དང་ཨེ་ནི་ག་ཆོས་གྲོགས་ལྷན་རྒྱས་ཚང་མ་ལ་ཨེ་ནི་ང་དང་ཨེ་ག་ན་དྲི་བ་བཙུགས་ཡ་མེད་ན་ཡོང་ཡོང་ཡོང་ཅིག་ཨ་ཟུག་གི་བཞུགས་གོ་ཤས་པོ་ཁག་ཅན་མཐོང་འདུག་ངས་གསུངས་པ་ཟ་ན་འོ་ན་ཨེ་ནི་ད་ཡུལ་ཁྱད་པར་ཅན་ལ་ཨེ་ནི་སྟོད་ཆགས་རྫབ་ན་ཨི་གཟུགས་མཆོད་པར་འབྱོར་ན་མགོ་སྤ་ཅི་ཡོད་ཀྱག་ཟེར་ན་ཨེ་ནི་མགོ་སྤ་ཁྱེད་དེ་ན་ཨེ་ནི་ངིས་ད་ང་དང་ཡ་མེད་ན་གསུམ་ངིས་གསུམ་ཅིག་ཨ་གོ་ཟ་ད་ན་དེ་ག་ནོག་ན་སྐབས་ཀྱི་གོ་སྤ་དང་ཨེ་ནི་མཐར་ཐུག་གི་གོ་སྤ། ཧ་ལས་ན་སྐབས་ཀྱི་གོས་པ་བཅད་ཀྱ་ཟེར་ན། ན་སྐབས་ཀྱི་གོས་པ་གྱད་དེ་ན་གཞུང་བོ། ནི་ག་གྱད་དེ་ན། ནི་མ་རྩ་མ་སང་སྔན་ལ། ནི་ག་ཡུལ་དམ་པ་ལ། ནི་མཆོད་པར་བརྗོད་ན། ཡང་ན་ཕྱག་དང་མཆོད་པ་ལ་སོགས་པ་བཅོལ་ན། ནི་བསོད་ནམས་བསགས་ནོ། ནི་བསོད་ནམས་བསགས་ན། ནི་ང་དང་བསྟན་བཅོས་པོ་གྱད་དེ་ན། རྩོམ་བཅས་པོ་གྱད་དེ་ན་མཐར་ཁེལ་པོ་ཡོངས་བཅས་ཤིག་དང། ནི་མཇུག་ཚུགས་པ་སླེབས་བཅས་ཤིག།

ནང་གི་པར་ཆ་ཛན་པོ་ཆེ་ང་དང་ཨེ་ནི་ཀ་སྟན་ཇོས་པོ་ཨེ་ནི་ཕྱི་ཤོལ་གྱི་ལེ་ལོ་ལ་སོགས་པ་ཨོ་ཟུག་གི་དབང་དུ་མ་སོང་བ་ཙམ་ཉན་ན་ཙམ་ཉན་མགྱོགས་པ་དང་མཐར་ཁེར་བོ་ཡོང་བཅས་སུ་པི་ཨ་ཨེ་ནི་ཆོད་པར་བརྗོད་པར་རྩ་བརྟན་ནོ་ཟེར་ཏེ་ཨེ་ནི་ད་མཐར་ཐུག་གི་གོ་སྤ་ཨེ་ནི་ཅི་ནོ་ཟེར་ན་ཨེ་ནི་ཀ་ཀིས་བུ་དམ་པ་ཡུལ་ཁྱད་པར་ཅན་ལ་ཨེ་ནི་ཆོད་པར་བརྗོད་དེ་ཆགས་དང་ཆོད་པ་སྔོན་དུ་བཏང་སའི་སྟན་ཇོས་ཨེ་ནི་མཐར་སྐྱེལ་ཡོང་བར་པོ་ཅིག། ཨེ་ནི་རང་བྱང་སེམས་བྱང་ཚང་མ་ཨེ་ནི་རྣམ་མཁྱེན་རྒྱལ་བའི་གོ་འཕང་བདེ་བླག་ཏུ་ཐོབ་བྱ་ཞིག་ཨེ་ནི་ཆགས་ལ་ཁྱད་པར་ཅན་ཅིག་སོང་པ་བསམ་ན་དེའི་རྒྱུ་རུ་བྱེད་པ་བསམ་ན་ཨེ་ནི་མཐར་གཏུགས་ཨེ་ནི་རྒྱལ་བའི་གོ་འཕང་ཨེ་ནི་ཐོབ་བྱ་ཞིག་ཨེ་ནི་མགོ་སྤ་ཡོད་ཀྱི་ཨ་ཞུས་ཅན་ཨེ་ནི་ད་དེ་ག་ན་ཨེ་ནི་ག་གེ་དེ་ན་བདེན་པ་ཨེ་ནི་ང་དང་ག་ཨེ་ནི་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་ཨེ་ནི་གཞུང་འདི་མ་རྩ་བ་སངས་སྔན་ལ་ཨེ་ནི་ག།

ཨེ་ནས་ཆོས་རྗེ་དོན་གྲུབ་རིན་ཆེན་འཇུ་བ་ནོག་སྡེ་སྣ་ཚོགས་ལ་རྗེ་བཙུན་རལ་གདའ་བ་བླ་མ་དབུ་མ་པ་ཨེ་ནས་སྐྱེས་བུ་དམ་པ་བསམ་གྱིས་མི་ཁྱབ་པ་བདེན་པ་ཨེ་ནས་བསྟན་པ་དང་འགྲོ་ཡའི་དོན་དུ་བསམ་བཞིན་དུ་ཨེ་ནས་སྐྱོད་དཀའ་ནས་སྐྱེས་བུ་དམ་པ་མང་པོ་ཞིག་ཨེ་ནས་བསྡད་ན་ང་དང་ཐུན་མོང་མ་ཡིན་པའི་ཨེ་ནས་དགའ། ལུགས་སུ་བཅོས་ན་ཨེ་ནས་ཐུན་མོང་ལུགས་སུ་བཅོས་ན་ང་དང་རྒྱལ་ཆེན་སྤྱོད་རྒྱུད་ཀྱི་དངོས་དང་བརྒྱུད་པའི་བླ་མ་ཐམས་ཅད་ཨེ་ནས་ཐུན་མོང་མ་ཡིན་པ་ཨེ་ནས་རྒྱལ་བ་རྡོ་རྗེ་འཆང་དང་ཨེ་ནས་རྗེ་བཙུན་འཇམ་པའི་དབྱངས་ལ་སོགས་པ་ཨེ་ནས་ང་དང་ཐུན་མོང་མ་ཡིན་པའི་སྣང་བ་ལ

ཡིན་ནའི་འཇང་དགོན་བླ་མ་ཙོང་ཁ་པ་ཆེན་པོས་གཞུང་ཅི་དང་ཅི་ཞིག་གི་ནང་ཐག་གཅོད་རྫ་དར་མས་བྱོན་རོགས། གསུངས་པ་ཟ་ན་ང་དང་ཨ་དཔེ་ན་རྟོགས་བརྗོད་བདུན་ལེགས་མེད་ན། ཨེ་ནས་དགའ་སྟེའོ་གསུངས་སུ་འདུག་ཨ་ལས་བཀའ་དྲིན་ཆེའོ་རྗེ་བཙུན་མཁྱེན་པའི་གཏེར་བཀའ་དྲིན་ཆེའོ་རྗེ་བཙུན་མཁྱེན་པའི་གཏེར་ཟེར་མང་པོ་གསུངས་སུ་འདུག་ཨ་ལས་ད་ལྟའི་སྐབས་ན་ང་དང་ཅི་ཆ་ནོ་ཟེར་ན། བདེན་པ་དེ་ནི་འཇང་དགོན་བླ་མ་ཙོང་ཁ་པ་ཆེན་པོ་ལ། ཨེ་ནས་དགའ། ཨེ་ནས་ང་དང་གཞུང་ལུགས་ཐམས་ཅད་བསྡམས་པར་ཤར་ལྕགས་གནང། ཨེ་ནས་དང་པོ་གཞུང་ལ་ཐོས་བསམ་རྒྱ་ཆེན་པོ་རྩ་ལྕགས་གནང་དེ་ཚང་མ་ལ་ཨེ་ནས་འཇམ་རྗེ་བཙུན་འཇམ་དཔལ་དབྱངས་ཀྱིས་བཀའ་དྲིན་ཨེ་ནས་དགྲར་ཟླ་མེད་པ་ཞིག་ཡོད་པ་བསམ་ན་ཨེ་ནས་དེ་ག་ན་གལ་ཏེ་ན་ཨེ་ནས་ག། རྗེ་བཙུན་བླ་མས་ན་ཨེ་ནས་ང་དང་དངོས་སུ་ཨེ་ནས་ཞལ་བཞུགས་སྐ་ནི་ཨེ་ནས་ག་དངོས་སུ་བདག་དང་ཨེ་ནས་ག་རྗེ་བཙུན་རལ་དྭ་བ་ལ་སོགས་པ་བླ་མ་བསམ་གྱིས་མི་ཁྱབ་པ་ཞིག་ཡོད་ཀྱང་ཨེ་ནས་ཐུན་མོང་མ་ཡིན་པའི་སྣང་བ་ལ་ཨེ་ནི་གཱ་ཁྱེད་དེ་ན་རྒྱལ་བ་རྡོ་རྗེ་འཆང་དང་ཨེ་ནི་རྗེ་བཙུན་འཇམ་པའི་དབྱངས་ལ་སོགས་པ་བླ་མ་སྐྱེས་བུ་དམ་པ་བསམ་གྱིས་མི་ཁྱབ་པ་ཞིག་སངས་རྒྱས་དང་བྱང་ཆུབ་སེམས་དཔའ་བསམ་གྱིས་མི་ཁྱབ་པ་མང་པོ་ཞིག་ཡོད་པ་བསམ་ན་ཨེ་ནི་རང་གི་དྲིན་ཅན་རྩ་བའི་བླ་མ་རྣམས་ལ་ཨེ་ནི་གཱ་ཁྱེད་དེ་ན་ཨེ་ནི་ཕྱག་འཚལ་ལ་བཛྲ་སྟེ་ཡང་མིན་ན་མཆོད་པར་བརྗོད་པར་བཛྲ་སྟེ། ད་དེའང། ཧ་ལས་དེ་ནས་ག་གེ་དེ་ན་འོ་ན་བླ་མ་སྐྱིད་པོ་དམ་པ་རྣམས་ལ་ཨེ་ནས་ཕྱག་འཚལ་ཨེ་ནས་མགོ་བཤེས་སི་ཨེ་ནས་མགོ་སྤར་རྒྱུ་མཚན་པོ་ཨེ་ནས་ག་ཅི་ནོག་ཟེར་ན་ཨེ་ནས་ག་གེ་དེ་ན་ཨེ་ནས་བདེན་པ་བདག་ས་ཁོང་རང་ཨེ་ཐུག་རྒྱུད་ལ་ཨེ་ནས་ང་དང། སྐུ་གསུང་ཐུགས་ཀྱི་ཡོན་ཏན་འགའ་གཟུགས་ཤིག་འཁྲུངས་ཏེ་ཡོད་ན་ཡང་འདས་ཚང་མ་གེ་དེ་ན་ཨེ་ནས་རང་གི་སྤྲིན་ཆང་རྩ་བའི་བླ་མ་རྣམས་ཀྱི་ཨེ་ནས་བཀའ་དྲིན་ལ་བརྟེན་ན་ཨེ་ནས་འབྱུང་ཀན་པོ་ཨེ་ནས་ཧ་གོ་བྱ་སི་བྷི་ཡ། ངས་ན་གལ་ཏེ་ན་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས། ང་གལ་ཏེ་ན་ང་དང་ལམ་གཙོ་རྣམ་གསུམ་ལ་སོགས་པའི་གཞུང་ལུགས་མང་པོ་ཅིག་རྫ་དེ་ཡོད་དེ་ནོ། དེ་གཞུང་ལུགས་ཐམས་ཅད་འགའ། ཁོང་རང་རང་ཡིས་རང་རྩོམ། ཡང་མིན་ན་ཁོང་རང་རང་ཡིས་རང་འཚོལ་བཅོས་ཏེ་ཡང་མིན་ན་ཁོང་རང་རང་ཡིས་འགའ་གལ་ཏེ་ན་རང་འགར། སྨྲ་གང་ཅིག་མ་ཡིན་པ། བླ་མ་སྐྱེས་བུ་དམ་པ་བསམ་གྱིས་མི་ཁྱབ་པ་ན་རྒྱུད་དེ་ཡོངས་བསྟན། ཨེ་ནི་རྗེ་བཙུན་འཇམ་དཔལ་དབྱངས་དང་རྒྱལ་བ་རྡོ་རྗེ་འཆང་ལ་སོགས་པ་ཁོང་གི་ཨེ་ནི་ཐུགས་ཀྱི་དགོངས་པས་ཨེ་ནི་བཟུང་བཟུང་སྟེ་ཨེ་ནི་ཧ་གོ་ཅཱས་ཕིའ་ཨེ་ནི་རྗེ་བཙུན་བླ་མ་རྣམས་ལ་ཨེ་ནི་མཆོད་པར་བརྗོད་པ་དང་རྗེ་བཙུན་བླ་མ་རྣམས་ལ་ཕྱག་འཚལ་ཏེ་གསུངས་པ་ས་ན་ད་ང་དང་ཐོ་རས་ན་ཨེ་ནི་བཞུགས་དངོས་གཞི་ན་བཞུགས་ཅེས་ནོག་ཨེ་ནི་གསུངས་པ་ས་ན་ད་དི་རིང་ཨེ་ནི་དགའ་གོ་མེད་བཞག་ཨ་དེ་ནི་ང་དང་ཚང་མ་ལ་ཨེ་ནི་དགའ་ལམ་གཙོ་རྣམ་གསུམ་མི་ཟབ་བྱེད་པོ་ཨེ་ནི་མཁྱེན་གོ་ཞེས་ཨེ་ནི་དེ་སྣ་ཚོགས་ལ་ཨེ་ནི་རྗེ་བཙུན་བླ་མ་ཨ་བཟན་པོ་གཅིག།

ཨོ། རང་གི་ཨེ་ནི་ལུས་ངག་ཡིད་གསུམ་པོ་ཁྱེར་ཏེ་ན་དཀར་པོ་དགེ་བའི་ཆོས་དང་མཐུན་པ་ཞིག་མ་གཏོགས་ཨེ་ནི་ནག་པོ་མི་དགེ་བའི་ཆོས་ཚིག་ནང་ནམ་ཡང་ཨེ་ནི་ཆ་མ་བཅུག་ག་འཇིག་ག་ཨེ་ནི་ང་དང་ནམ་དུས་རྒྱུན་ན་ང་དང་བཙུན་པ་བཙུན་པ་ཞུས་ཙང་ན་བདེ་ན་གཞོན་བ་ལས་ཨེ་ནི་ལ་མ་ཟེརན་པོ་ཅིག་ང་དང་ག་ཁྱེར་ཏེ་ན་ལ་མ་འམ་གོང་མ་འམ་ང་དང་ཨེ་པེ་ན་རྒྱ་གར་རི་ཨེ་ནི་ལེགས་བྱ་རིས་ག་དེ་ན་གུ་རུ་ཞུགས་ར་གུ་རུ་ཟེརན་པོ་ཅིག་ང་དང་ག་སྐྱིད་ཅན་གཞོན་བ་ལས་སྐྱིད་ཅན་ཟེརན་པོ་ཅིག་ལ་མ་ཁྱེར་ཏེ་ན་བདེན་པ་ཨེ་ནི། རང་ཨ་ནི་བཀའ་དྲིན་ཨ་ནི་གཞན་ལ་སངས་རྒྱས་ལས་ཀྱང་ལྷག་པ་ཨ་ནི་ཡོན་ཏན་གྱི་ཆ་ན་ཡང་ཨ་ནི་དགའ་ཤེས་དེ་ན་ཨ་ནི་རང་ཨ་ཧ་ཅང་བཀའ་དྲིན་ཆེན་མོ་ཡིན་པ་འོ་གསུངས་པ་སང་ན་ཨ་ནི་དྲིན་ཅན་རྩ་བའི་བླ་མ་ཐམས་ཅད་ལ་ཨ་ནི་དགའ། གཞུང་འདི་མ་གཙང་སྤེལ་སྔ་རོལ་ན་ཨ་ནི་ལུས་ངག་ཡིད་གསུམ

ཡིན་ནའི་ང་དང་བདག་ས་ཚུགས་པ་ང་སོང་ན་ཁོ་རེ་འདུག་ད་ལྟ་དེ་རིང་རང་བཟོ་དེ་རང་མགོ་མ་རང་ང་དང་དེ་ནས་ག་ཆོས་ཀྱི་རྣམ་གཞག་ཧ་གོ་བར་འབོད་ཅིག་ཆོས་ཀྱི་རྣམ་གཞག་བཞུགས་སམ་འབོད་ཅིག་ད་ཡིན་ནའི་བླ་མ་སྐྱིས་བུ་དམ་པ་ཚལ་དང་ལྡན་པ་ཡིན་ནའི་དགེ་བའི་བཤེས་གཉེན་འཇིགས་མ་བརྟེན་པ་ལ་ཡིན་ནའི་ང་དང་ཐར་པ་དང་ཐམས་ཅད་མཁྱེན་པའི་ལམ་གྱི་རྣམ་གཞག་པ་ཁྱེད་དང་ཤེས་བྱས་ཁོ་རང་ཡོངས་བཅས་ཁོ་རང་མེད་ཀྱ་སོང་ཟེར་སོང་པ་ཟེར་ན་ཡིན་ནའི་ང་དང་ཚང་མ་བསྡད་ག་ན་ཅི་ཧ་གོ་གོ་ཟེར་ན་འོག་ཟེར་ན། ཨོ། རང་ཉིད་ལ་ཆོས་རྣམ་པར་དག་པ་ཞིག་ཤེས་ས་ལ་དགེ་བའི་བཤེས་གཉེན་ཚང་གཉིས་དང་ལྡན་པ་ཞིག་གར་བསྟེན་དགོས་འདུག་ཟེར་གང་འདུག་གལ་ཏེ་ན་ང་དང་ཚང་མ་ཧ་གོ་དགོས་ཤེས་པ་གལ་ཏེ་ན་མ་ཁག་ཅག་ནི་འདུག་ཨོ། སོང་པ་ས་ན་ང་དང་བསྟོད་རྒྱུ་ན་གཞུ་ཅན་ན་རེ་བླ་མ་མེད་པའི་གོང་རོལ་ན་སངས་རྒྱས་བྱེ་བའི་ཚ་ནི་ཡང་མེད་གསུངས་ཏེ་ཨོ་དགའ། རང་གི་དགེ་བའི་བཤེས་གཉེན་ནམ་དྲིན་ཅན་རྩ་བའི་བླ་མ་ཞིག་གམ་མར་བསྟེན་པ་ལ་ང་དང་ཐར་པ་དང་ཐམས་ཅད་མཁྱེན་པའི། དོན་དང། ཡང་མིན་ན་ཚེ་འདི་སྤྱི་ཚང་མ་ཕན་པའི་ཆོས་རྣམ་པར་དག་པ་ཞིག་སྒྲུབ་ངན་ཅེས་ཁོ་རང་མེད་པར་ས་ན་ད་ང་དང་འདས་ག་ན་འོ་འོ་དུ་ཧ་གོ་གོ་ཞེས་སྤོབས་མ་ཚང་མ་སང་ཁག་ཅན་ཡིན་ནོ་གསུངས་པ་ས་ན་ད་མདོར་བསྡུས་བཅོས་ཏེ་འོ་དུ་བཞུས་བསྟན་བཅོས་ལས།